ཉུང་ཉུང་དང་འབྲེལ་བའི་ཐོག་ནས་སྤྱི་ཚོགས་ཀྱི་ཡར་རྒྱས་དང་ཡག་གི་ཐོག་ལ་འབད་བརྩོན་བྱེད་ཡ་སྲིད་མཁན་དེ་གལ་ཆེན་པོ་ཡིན་པ། དེ་འདྲས་ཡིན་ཙང་མགོན་པོ་ཀླུ་སྒྲུབ་ཁོང་རང་ལྟ་བུར་དེར་ཆ་བཞག་པ་ཡིན་ན་མགོན་པོ་ཀླུ་སྒྲུབ་ཀྱི་སྨད་སྦྱངས་གནང་བ་ཡིན་པ་རེད་སྨད་ལ་མཁས་པ་ཡིན་པ་རེད་མགོན་པོ་ཀླུ་སྒྲུབ་ཀྱི་སེམས་རྒྱུད་ཀྱི་རྩི་ལ་སོགས་པའི་ཀྱི་རྫས་སྦྱོར་རིག་པ་ལ་མཁས་པ་ཆེན་པོ་ཡིན་པ་རེད། ཨོ་ཁོང་ཨོ་ང་ནང་པའི་མཆོད་པ་ཡིན་ད་ཅེས་ཀྱི་ལམ་སང་ཧེ་རྒྱལ་བ་བྲག་ལ་སྦྱར་ཅིག་ཁ་སྐད་དེ་ཚོ་གཡུག་བཞག་ནས་ཡར་ཕེབས་ཕྱིན་པའི་སྐད་ཆ་མི་འདུག་བ། ཨོ་ད་དེ་གལ་ཏེ་ང་ཚོས་དམིགས་པའི་ལྟ་ས་བྱས་ནས། ང་རང་ཚོས་ཀྱི་འདས་ཅི་སྔོན་ནས་དྲང་བདེན་གྱི་ནང་པའི་ཆོས་བྱེད་ཉན་ཟེར་མཁན་དེ་གས་སྤྱི་ཚོགས་ལ་ཞབས་འདེགས་ཞུ་ཡ། སྤྱི་ཚོགས་ལ་འཛུགས་སྐྲུན་བྱེད་ཡ། ཨ་ནི། ནམ་རྒྱུན། ཨེ་ན་ལྷ་རྗེའི་སྲིད་ཞིའི་གཙུག་གི་སྤྱི་ནོར་ཁོང་སེང་སྐྱབས་མགོན་ཆེན་པོ་བཀའ་གནང་བ་ད་ག་རང་རེད། རང་དོན་ལ་བལྟས་ནས་དོན་ཉུང་བ་བྱ་བ་ཉུང་བ། སྤྱི་དོན་ལ་བལྟས་ནས་དོན་མང་བ་བྱ་བ་མང་བ་ད་དུ་ཚོ་དངོས་གནས་རེད། སོ་སོ་རང་དོན་ལ་བལྟས་ནས། ག་ཚད་རིང་ན་ཡང་ལོ་བརྒྱ་གི་མི་ཚེ་གཅིག་རེད།

ད་སྤྱི་ཚོགས་གཅིག་གི་ཐོག་ལ་ཆ་བཞག་པ་ཡིན་ན། ངའི་མི་ཐོག་ལ་འགྲུབ་མ་ཐུབ་པ་ཅིག་ཡིན་ན་ཡང། མི་ཐོག་རྗེས་མ་དེ། མི་ཐོག་རྗེས་མ་དེ་ལ་འགྲུབ་ཐུབ་ཡ་ཅིག་མ་བྱུང་པ་ཡིན་ན་ཡང་མི་ཐོག་རྗེས་མའི་རྗེས་མ་དེ། འོ་དེ་འདྲས་བྱས་ནས་ཨ་ནི་ཁོ་བྱེད་དགོས་ཡ། དཔེར་ན། བལ་ཡུལ་མཆོད་རྟེན་བྱ་རུང་ཁ་ཤོ་ཐུ་ཚོ། སྤུ་བོའི་སྤུ་བོ་ནས། སྒྲུབ་རྗེས་མཆོད་རྟེན་འདི་བཤངས་པའི་སྐད་ཆ་དུ་བ་མ་བྱ་ཚེ་མེད་མི་ཐོག་ལ། གྲུབ་ཚུལ་བའི་སྐད་ཆ་མི་འདུག་བ་སྤུ་བོའི་སྤུ་བོ་ནས། དུག་སེལ་འཇུག་གུ་སྐྱེ་བའི་སྐད་ཆ་དུ་བ། ཨིན་དུ་ནི་ཤི་ཡ་སྦ་རུ་པུ་དུ་རུ་སི་ངན་གྱི་མཆོད་རྟེན་སྐད་གྲགས་ཆེན་པོ་དེ་མི་ཐོག་གསུམ་ལ་བཤངས་བའི་སྐད་ཆ་དུ་བ། འོ་ད་གང་ལྟར་དེ་ཡིས་མཚོན་པའི་འཛུགས་སྐྲུན་མཆོད་རྟེན་གཅིག་གོ་སྐད་ཆ་མ་རེད། ཅི་བསླབ་གྲྭ་བཙུགས་ཡ་ཡིན་ན་རེད་བཟོ་གྲྭ་བཙུགས་ཡ་ཡིན་ན་རེད་སྨན་ཁང་བཙུགས་ཡ་ཡིན་ན་རེད་ད་སྤྱི་ཚོགས་བདེ་སྐྱིད་གར་ཡིན་ན་ཡང་དེ། མི་ཐོག་འདིའི་མི་གཅིག་གི་མི་ཐོག་ལ་ཡང་ཨེ་ན་དུས་ཚོད་འདང་གི་མེད་པ་ཡིན་ན་ཡང་དེའི་མི་ཐོག་རྗེས་མའི་རྗེས་མ་ནས་འདི་འདྲ་འདི་འདྲ་བྱེད་དགོས་ཡ་བ་གང་ལྟར། དེ་འདྲ་བྱེད་དགོས་ཡ་དེ་གལ་ཆེ་དོན་ཆེ། རྒྱུ་མཚན་དེ་འདྲ་ལ་བརྟེན་ནས་ཨེ་ནས། བཀའ་གདམས་དགེ་བཤེས་པོ་ཏོ་བ་གིས་གསུང་གི་ཡོད་རེད་ནང་པ་སངས་རྒྱས་པའི་གི་བསྟན་པ་ཟེར་མཁན་དེ་སྟོབས་ཀྱི་འཛིན་འགུགས་རེད་སྦྱོར་བའི་འཛིན་འགུགས་རེད་དཔུང་གི་འཛིན་འགུགས་རེད། ཞི་ཕྲུག་གི་འཛིན་འགུགས་རེད་ཟེར་ནས་ཞིག་གསུངས་ཡོད་རེད། མང་ཚོགས་དཔལ་འབྱོར་ཆེན་པོ་དང་ཡར་རྒྱས་ཆགས་ཀྱི་མེད་པ་ཡིན་ན། བསྟན་པ་འཛིན་ཡག་གི་ཆ་རྐྱེན་གཅིག་འདང་གི་མེད་པ་ཡིན་པ་རེད། སྦྱོར་བ་མེད་པ་ཆགས་ཀྱི་རེད། དཔུང་མེད་པ་ཆགས་ཀྱི་རེད། ཨོ་དེ་འདྲས་ཡིན་དུས་བསྟན་པ་དཔུང་གི་འཛིན་བསྟན་པ་སྦྱོར་བའི་འཛིན་དགོས་ཡ་དེ་ཧ་ཅང་གལ་ཆེ་དོན་ཆེ་རེད། ད། དཔུང་དང་འབྱོར་བ་ཆེན་པོ་ཡོད་པ་ཡིན་ན་ཡང་དེ་དངོས་གནས་དྲང་གནས་ཀྱི་ནང་པའི་ཉམས་ལེན་གྱི་སྙིང་པོ་དེ་གི་དེ་བརླག་པ་ཡིན་ན་ཡང་ཁོ་དཔུང་དང་འབྱོར་བ་ཡོད་ནའི་ཨེ་ནི་ཕན་གི་མ་རེད་ཁོ་ལམ་ཁ་ཁྲིད་ཡག་གི་ཁྲིད་མཁན་གྱི་དམིགས་བུ་དེ་མེད་པ་ཆགས་པ་རེད་ཁྲིད་མཁན་ལམ་སྟོན་དེ་མེད་པ་ཆགས་པ་རེད་དེ་འདྲའི་ཡིན་དུས་དགེ་འདུན་དམངས་ཀྱི་མཚོན་པའི་བ་ཅིག་གོས་དཀར་ལྕང་ལོའི་དེ་རབ་བྱུང་ངུར་སྨྲིག་གི་དེ་དེ་གི་དེ་གི་དངོས་གནས་བཤད་སྒྲུབ་བྱེད་ཉན་ཨེ་ནི་བས་དེ་གཅིག་ད་ཉམས་ལེན་ལྷ་དག་དང་གནང་ཡག་དེ་འདྲའི་ཡིན་ཙང་ཨེ་ནི། སློབ་དཔོན་དབྱིག་གཉེན་གྱིས་བསྟན་པའི་དམ་ཆོས་རྣམ་གཉིས་དེ་ལུང་དང་རྟོགས་པའི་བདག་ཉིད་དུ་ཚིག་འཛིན་བྱེད་པར་མ་བྱས་པར་སྒྲུབ་པར་བྱེད་པ་ཁོ་ན་ཡིན་གསུངས་ཨོ་ད་དེ་འདྲའི་ཞིག་གསུང་དགོས་ཡག་རེད་བཤད་སྒྲུབ་ཀྱི་འཛིན་འགུག་རེད་གསུངས་ཡག་དེ་གནད་འགག་དེ་རེད། ད་འོ་ན་ད་ལན་འདི། དེ་རིང་ང་ཡང་འདོན་ཡ་དེ་ད་ག་འདྲས་ཅིག་རེད་ཟེར་ལབ་པ་ཡིན་ན། ངེས་ལེགས་གསལ་འདི་གནས་སྐབས་ཀྱི་བསྒྲུབ་བྱ་མངོན་མཐོའི་ཐོག་ལ་ཡ་ད་གང་དང་གང་ཡིན་ནས་གོ་འབད་བརྩོན་ཅིག་བྱས་པའི་ཞོར་དེ་ལ། ད་འགག་དོགས་རྩ་དེ། དང་པོ་དང་པོ་དེ་སྐྱེ་ཡ་དེ་གལ་འགངས་ཆེན་པོ་ཅིག་རེད། བར་དེ་ལ། སོ་སོ་དེ་ན་ཚ་མེད་པ་དེ་གལ་ཆེན་པོ་ཅིག་རེད། འཇུག་གོ་འཇུག་གོ་དེ་ལ་དབུགས་འགྲོ་བའི་སྐབས་ལ་ཡ། ཨེ་ནས། སྐྱེ་བ་སྔ་ཕྱི་ཟིན་ངེས་ཅིག་ཡོད་པ་གཞི་བཞག་ཡིན་དུས། ལམ་ཁ་དེ་མ་འཆུགས་པར་འགྲོ་ཡག་ཅིག་དེ་གལ་ཆེ་དོན་ཆེ་རེད། ད་ལམ་ཁ་དེ་མ་འཆུགས་ཡག་གི་དོན་དག་དེ་ལ། ཁ་ཚང་གི་སྐད་ཆ་དེ་དང་དེ་རིང་གི་སྐད་ཆ་དེ་ད་བྱུང་བ་ཡིན་པ་རེད། ཁ་ཚང་གི་སྐད་ཆ་དེ་འོག་ད་ལམ་ཁ་བཙན་ཐབས་སུ་འོ། བཙན་ཐབས་སུ་ངས་ཁ་ཚང་ཞུས་ཡིན་པ་འདི་ད་ག་ཚོད་བོད་པའི་བླ་མས་གསུངས་བཞག་པ་གི་སྐད་ཆ་ཅིག་མ་རེད་ད། སངས་རྒྱས་བཅོམ་ལྡན་འདས་ཀྱི། དོན་དག་འདི་རྒྱུད་ཀྱི་ནང་ནས་གསུངས་ཡོད་རེད། དེ་ནས་དེའི་དགོངས་འགྲེལ་བསྟན་བཅོས་ནང་ནས་རྒྱ་གར་ནཱ་ལེནྡྲ་མཁས་པ་དེ་ཚོས་གསུངས་ཡོད་རེད་ཨོ་དེ་འདྲས་ཅིག་རེད། མདོ་རྒྱུད་གང་གང་ནང་ནས་མ་ཡོད་བསྡད་པ་ཅིག་རེད། ཁ་སང་ངའི་མདོག་གི་ནང་ནས་ཨེ་ནས་ཐེག་པ་ཆེན་པོ་བློ་སྦྱོང་དོན་བདུན་མའི་བློ་སྦྱོང་འཕོ་བའི་གདམས་ངག་ནི་སྟོབས་ལྔ་ཉིད་ཡིན་སྤྱོད་ལམ་བཅས་ཟེར་ནས་ད་ག་ད་མདོ་རྒྱུད་ཐམས་ཅད་ཀྱི་ནང་ནས་ཨེ་ནས་འཕོ་བའི་ཉམས་ལེན་ཟེར་ཡ་ཅིག་དང་བར་དོའི་ཉམས་ལེན་ཟེར་ཡ་ཅིག་ཡོད་བསྡད་པ་ཨོ་དེ་འདྲས་ཞུས་ཡིན་པ་ཨོ་དེ་འདྲས་ཡིན་དུས་ཨོ་གལ་འགག་ཆེན་པོ་ཏན་ཏན་རེད། ཁོ། ཚེ་འདི་ལ་ཡ་སྡིག་པ་དག་པས་གཙང་མ་གཙང་རྐྱང་ཅིག་བྱེད་མ་ཐུབ་པ་ཡིན་ན་ཡང་ཕོ་བའི་ཉམས་ལེན་དེ་འདྲ་ཅིག་གི་ཐོག་ནས་བཙན་ཐབས་སུ་ངན་སོང་ལ་མི་སྐྱེ་བ། ལྷ་དང་མི་ཡི་གོ་འཕང། རབ་གསུངས་རབ་བྱུང་ན་ནི་དག་ཞིང། ཨོ་ད་དེ་འདྲས་ཅིག་འགྲོ་ཐུབ་པ་བྱུང་བ་ཡིན་ན། དེའི་ཁེབས་སངས་ཅིག་རེད་པ། ཨོ་ད་དག་ཞིང་སོགས་འདྲ་པོ་དེ་འདྲས་ཅིག་ལ་སྐྱེ་བ་ཡིན་ན་དེ་ལ་བརྟེན་ནས་དེ་དེ་ག་ཟེར་ལུང་པ་ལུང་སྟོང་གཅིག་ལས་སྐྱེ་བའི་སྐད་ཆ་ཡིན་གྱི་མ་རེད་བ། དཔེར་ན་ད་ལྟ་ང་རང་ཚོ་དེ་བདེ་བདེ་བ་ཅན་གྱི་བཀའ་མོལ་རེད་བ། མགོན་པོ་བ་མེད་ཀྱི་ཨ་ནི་པད་མའི་བུ་སུ་ལུས་ཡིད་ཀྱི་རང་བཞིན་གྱི་ལུས་ལེན་ནས། ཨ་ནི། མགོན་པོ་བ་མེད་ཀྱི་ཐེག་པ་ཆེན་པོའི་ཆོས་རྒྱུགས་ཚུལ་ལས་བརྩམས་པའི་ཟབ་རྒྱས་ཀྱི་ཆོས་དེ་གས་དེ་ང་རང་ཚོས་ཉན་ནས་ཨ་ནི་རིམ་པས་ཨ་ནི་ལམ་གྱི་རྟོགས་པ་སྐྱེས་ནས་ཨ་ནི་དུག་ཚེ་ནི་ཡ། ཐར་བ་དང་ཐམས་ཅད་མཁྱེན་པའི་ལམ་ལ་ཡང་ཡང་འགྲོ་ཡ་རུ་བ་འོ། དེ། ཆགས་མེད་བདེ་མོའི་ནང་ལ་ཡང་དེ་ག་གསུང་གི་འདུག། འཇམ་མགོན་བླ་མ་གཙོ་འཁོར་བ་ཆེན་པོས་ད་ལྟ་འདི་བདེ་མོའི་ཕུལ་བྱུང་མཛད་པའི་འགྲོ་ལ་མི་ཟེར་ནང་ལ་ཡང་དེ་ག་རང་གསུང་གི་འདུག་འོ་ད་དེ་གས་དེ་ཡོད་ཅིག་ཡོད་ཁུངས་ཅིག་ཡོད་ནས་འོན་ཏེ་གསུངས་པ་རུ་བ་དེ་འདྲས་ཡིན་དུས་ང་ཚོས་ཕོ་བའི་ཉམས་ལེན་ཟེར་དེ་གལ་འགངས་ཆེན་པོ་ཡིན་པ་རེད། ཨ་ནི་ངས་འདི་ཕོ་བའི་ཉམས་ལེན་དགོས་ཏེ་ཁྱེད་རང་ཚོ་ཁ་ཚང་ཐོག་ཡག་པོ་ཐེག་ཨེ་ཡོད་མི་ཡོད་ང་དོགས་པ་གཏད་ཟ་གི་ཡོད། ཨོ། དེ་དེ་ངས་ངོས་སྤྲོད་ཡང་འགྱོགས་ཅིག་ཡིད་ཆད། ཨོ། འདོན་པ་འདོན་ཡ་གཙོ་བོ་ཁྱེད་ནས་ཞུ་གི་ཡིན་ད། ཡ་ད་ཤོག་བཅུ་གསུམ་པ་དེ་ལ་ཕེབས། ཕུ་ཁྲི་དཔའ་བོ་གཡུ་མཇུག་གི་ལྷན་ཐབས་ཟིན་ཏེ། ཤོག་བུ་བཅུ་གསུམ་པ་དེ་ད་བཅུ་བཞི་པ་ལ་ཕེབས། ཤོག་བུ་བཅུ་བཞི་པ་དེ་ལ་ཕེབས་ནས། ཨེ་ནི་ཡིག་འབྲང་བཞི་པ་དེའི་སྒང་དེ་ལ་ཡང་རྟགས་བརྒྱབ། མདུན་གྱི་ནམ་མཁར་རྨ་བྱའི་སྟེགས་པའི་རིན་པོ་ཆེའི་ཁྲི་དང་པད་ཟླའི་སྟེང་དུ་རྩ་བའི་བླ་མ་དང་གཉིས་སུ་མེད་པའི་རྒྱལ་བ་འོག་བར་མེད་ལ་སྐྱབས་ཡུལ་དཀོན་མཆོག་གསུམ་གྱིས་བསྐོར་ནས་བཞུགས་པར་གྱུར། སེང་གེ་འདི་འདོན་ཡང་བྱེད་གཞན་འདོན་བྱེད། སོ་སོ་བསྒོམ་ཡང་དེ་ཡང་བྱེད་དེ། སྐྱབས་ཡུལ་སྤྱན་དྲངས་པ་དེས་བྱེད། ད་དེ་འདྲའི་ཅིག་མགོན་པོ་འོད་དཔག་མེད་ལ་ཡང་ཕྱོགས་བཅུའི་རྒྱལ་བ་སངས་རྒྱས་བྱང་སེམས་དཔག་ཏུ་མེད་པ་སོ་སོའི་མདུན་དེ་ལ་བཞུགས་བཞག་པ་དེ་ལ་དེ་ནས་སྐྱབས་འགྲོ་བྱེད་ཡ། སེམས་བསྐྱེད་བྱེད་ཡ། ད་ལམ། ལོག་པ་ལས་ཁྱད་པར་དུ་འབྱེད་བྱེད་སྐྱབས་འགྲོ། ལམ་དམན་པ་ལས་ཁྱད་པར་དུ་འབྱེད་བྱེད་སེམས་བསྐྱེད་སེམས་བསྐྱེད་འདི་ད་དེ་རེད་བ། འོ། འོ་ད་དེ་ནི་འདིའི་འོག་དེ་འདུག་ཨ། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་བྱ། ད་བཞུགས་བཅོ་ལྔ་དེ་ན་ལ་འདུག་ཨ། དབྱིངས་གྲགས་བརྙེས་པ་དེ་ལ་བདག་གིས་སྦྱིན་སོགས་བགྱིས་པ་ལྟར། ཚོགས་རྣམས་ཀྱིས་འགྲོ་ལ་ཕན་བྱེད་སངས་རྒྱས་འགྲུབ་པར་ཤོག་ཟེར་ནས་སྐྱབས་འགྲོ་སེམས་བསྐྱེད་དག་ཟེར་སེམས་དེ་རྒྱ་ཡན་མི་ཡན་ལ་བཏང། ཁ་ཡན་བར་བཏང། ཡང་ནས་ཞལ་ནས་གསུངས་པ་ཡིན་ན་ནུས་པ་དེ་ཙམ་ཡོད་མ་རུང་བ། སོ་སོའི་ངོས་ནས་དངོས་གནས་ད་སྐྱབས་གནས་དཀོན་མཆོག་གསུམ་ལ་སུས་སུས་ཡིད་ཆེས་བྱས་ན་བསླུ་གི་མ་རེད་བསམ་པ་ཅིག་གིས། རྦད་དེ་ཁྱེད་རང་མཁྱེན་གསལ་ཡ་ཅིག་དེ་འདྲའི་ཅིག་གིས་བསླུས། བརྒྱ་ཆ་བརྒྱ་ཐམ་པ་ཁས་ཐོབ་ཡ་ཅིག། ད་དངོས་གནས་དྲང་ནས་ང་ཟེར་ན་མི་གཅིག་རེད། འགྲོ་བ་མཐའ་ཡས་པའི་སེམས་ཅན་ཟེར་ན་དྲང་ལས་འདས་པ་གཅིག་རེད། དྲང་ལས་འདས་པའི་དོན་དག་ལ་དེ་ངས་དཀའ་ལས་ལོས་བརྒྱབ་དགོས། ངས་ལུས། སྲོག་འཚོ་བ། ལུས་པོ་ཡོང་བ། ཨ་ནེ། ཟས་གོས་གནས་མལ་ཡོངས་སུ་རྫོགས་པ་སེམས་ཅན་གཞན་ཟེར་མཁན་གཅིག་གི་དྲིན་ལ་བརྟེན་ནས་བྱུང་བདེ་བ་ཅི་རེད་འདུག་ག་མི་ཚེ་འདི་ལ་ཆ་བཞག་ན་དེ་འདྲི་ཅི་རེད་འདུག་ག་ཨ་ནི་སྐྱེ་བ་ཐོག་མ་མེད་པ་ནས་ད་སེམས་ཅན་ཞིང་གི་དྲིན་ལ་བརྟེན་ནས་ད་བྱུང་བདེ་བ་ཅི་རེད་འདུག་ག། མ་འོངས་པ་ལ་ཡིན་ན་ཡང་སངས་རྒྱས་ཀྱི་གོ་འཕང་ཟེར་མཁན་དེ་སྦྱིན་པ་བཏང་ས་ཡང་སེམས་ཅན་ལ་བཏང་དགོས་ཀྱི་འདུག་ཚུལ་ཁྲིམས་བསྲུང་ས་ཡང་སེམས་ཅན་ལ་བརྟེན་ནས་བསྲུང་དགོས་ཀྱི་འདུག་བཟོད་པ་སྒོམ་ས་ཡང་སེམས་ཅན་ལ་བརྟེན་ནས་བཟོད་པ་སྒོམ་དགོས་ཀྱི་འདུག་བཟོད་པ་སྒོམ་སའི་ཡུལ་མེད་ན་བཟོད་པ་སྒོམ་ཡག་ཁོ་རང་གཞི་རྟེན་གོ་ན་མི་འདུག་སྒྲ་ཟེར་ཉན་ཅིག་དང་གནོད་པའི་རྐྱེན་ངན་མེད་ན་བཟོད་པ་ག་ནས་སྒོམ་དགའ་དེ་འདྲའི་ཡིན་དུས། སྦྱིན་པ་ཚུལ་ཁྲིམས་བཟོད་པ་ལ་སོགས་པ་དེ་དག་ཐམས་ཅད་ཡོངས་སུ་རྫོགས་པ་ཇོ་བོ་སེམས་ཅན་གྱི་དྲིན་ལ་བརྟེན་ནས། ཉམས་ལེན་གྱི་གནས་ཡོང་ཡག་ཅིག་རེད་ཤག་དེ་འདྲའི་ཡིན་དུས་ངས་སེམས་ཅན་ཐམས་ཅད་ཀྱི་དོན་དུ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ཅིག་ཐོབ་པར་བྱའོ་བསམ་ཡག་དེ་ལམ་དང་ལུགས་སྲོལ་གྱི་སྐད་ཆ་མ་ཡིན་པར་སྔོན་རྒྱན་ཅན་གྱི་རིགས་པ་དང་མཐུན་པ་རྒྱུ་མཚན་དང་ལྡན་པ་ཅིག་རེད་ཤག་སངས་རྒྱས་བཅོམ་ལྡན་འདས་ཁོ་རང་ཡང་དང་པོ་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་བར་དུ་སྐལ་ཅན་གྲངས་མེད་གསུམ་དུ་ཚོགས་བསགས། མཐར་མངོན་པར་རྫོགས་པར་སངས་རྒྱས་པ་ཅི་རེ་ཤ་སྟག་ང་ཡང་དེ་ལྟར་དུ་བསླབ་བསམ་པ་ཅིག་གིས་སྐྱབས་འགྲོ་སེམས་ཅན་གཡག་འོག་གཅིག་དགོངས་པར་བཞེད། ད་དེ་ནས་སྐྱབས་ཡུལ་དུ་སོ་སོ་ལ་མ་བཏེགས། སོ་སོ་ལོ་མ་བསྟིམ། དུས་བསྟན་པའི་བསྟིམ་ཡག་གི་ཚིག་འདི། ད་ལྟའི་ཤོག་གྲངས་བཅོ་ལྔ་གི། དབྱིངས་གྲངས་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་བ་དྲུག་པ། བདུན་པ་དང་བསྡུ་བ། བདེ་བ་ཅན་ནས་རྩ་བའི་བླ་མ་དང་དབྱེར་མེད་འོད་དཔག་མེད་མགོན་སྤྱན་དྲངས་ཏེ་བདག་གི་སྤྱི་བོར་དགྱེས་བཞིན་བཞུགས་པར་གྱུར། དེ་རེད། དོན་དམ་པའི་ཚོགས་ཞིང་ཚོགས་ཞིང་གསལ་བཏབ། ད་སོ་སོའི་འཕོ་བ་སྦྱོང་ཡག་གི་ཚོགས་ཀྱི་ཞིང་དུ་གསལ་བཏབ། ཨོ་ད་དེ་འདྲ་བ་དེ་ལ་དེ་ནི་ཨེ་ནི། ཡན་ལག་བདུན་གྱི་སྒོ་ནས་ཚོགས་བསག་ཡ། ལུས་ངག་ཡིད་གསུམ་གུས་པས་ཕྱག་འཚལ་ལོ་དངུལ་བཤང་ཡིག་འབྲུའི་མཆོད་པ་མ་ལོན་ཐོག་མས་ནད་བསགས་སྡིག་ལྟུང་ཐམས་ཅད་ཞག་སྐྱེངས་བག་འགས་པ་རྣམས་ལ་རྗེས་ཡེར་འཁོར་བ་མ་སྟོངས་བར་དུ་རིགས་གཞུང་འགྲོ་ལ། ཆོས་འཁོར་མ་ལུས་བསྐོར་དུ་གསོལ། དགེ་ཀུན་རྫོགས་པའི་བྱང་ཆུབ་ཆེན་པོར་བསྔོ། གླིང་བཞི་རི་རབ་ཉི་ཟླ་རིན་ཆེན་འདུས། རིན་ཆེན་མེ་འབྲས་ཀུན་བཟང་མཆོད་པའི་ཚོགས་བློ་ཡིས་བླངས་ཏེ། འོད་མཐའ་ཡས་ལ་འབུལ་ཐུགས་རྗེའི་ཞལ་ནས་བྱིན་གྱིས་བརླབ་ཏུ་གསོལ། དང་ཡན་ལག་བདུན་པ་མེ་འབྲས་དང་བཅས་པ་ཕུལ། ཞུགས་བཅུ་དྲུག་ལ་བྱིན། སྡོམ་པ་སྔོན་དངོས་རྗེན་ཅན་ཏེ། ཤོག་བུ་མོ་ཤོག་ཕྱེད་ཀ་ཅིག་བྱུང་སོང་ང། སངས་རྒྱས་ཆོས་ཚོགས་ནི་ཁྱེད་རང་ཚོ་ཐུགས་ལ་ཡོད་ཡོད་པར་བ། ད་འདི་ཞལ་ནས་གསུངས་ན་ཡི་འགྲིག་རེད། ཞལ་ནས་མ་གསུངས་ན་ནི་སྒོམ་ན་ཡི་འགྲིག་རེད། ཤོག་བུ་བཅུ་དྲུག་པ་དེ། ཡི་གེ་ཡིག་འབྲང་གསུམ་པ་དེ། རང་ལུས་དབུས་ཀྱི་དྲང་པོར་རྩ་དབུ་མ། མདའ་སྨྱུག་ཙམ་ཞིག་མར་སྣ་ལྟེ་འོག་ནས་ཡར་སྣ་ཚངས་བུག་མཐར་གྱིས་ཟུག་པ་ཡི། སྙིང་དབུས་རང་སེམས་ཐིག་ལེ་རྒྱ་སྲན་ཙམ་དཀར་མཚེར་འཕར་ཞིང་འཕུར་ལ་ཁད་པར་གྱུར། འདི་གསུང་ན་འགྲིག་རེད་ཞལ་ནས་མ་གསུང་བ་ཅིག་སྒོམ་བཞག་ན་ཡིན་གྱི་མིན་གྱི་གསུང་དགོས་ཀྱི་གནད་འགག་ཅིག་མ་རེད། ད་དེ་ནས་ཤུག་བཅུ་བདུན་ལ་ཕེབས། ཤོག་གུ་བཅུ་བདུན་ལ་ཕེབས་ནས་ད་གཞན་དོན་སྟེར་བ་དེ་ད་ཕོ་བ་གི་ཆེད་དུ་གསོ་བ་རྨོ་ལོང་རྒྱག་ཡ་དེ། ཨོ། ཧོ། ད་ཡིན་ནས་མ་ཡིག་འབྲང་བརྩིས་པ་ཡིན་ན་གཅིག་ཤོག་གུ་བཅུ་བདུན་པ་གི་ཡིག་འབྲང་མ་བརྩིས་པ་ཡིན་ན་གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་བརྒྱད་དགུ་བཅུ། བཅུ་གཅིག་གི་དེ་ནི་ཡིག་འབྲང་ཐ་མ་དེ་ལ་འདུག་ཨ། བསླུ་མེད་དཀོན་མཆོག་གསུམ་གྱི་ངོ་བོ་ཉིད་ད་འདི། མ་འོངས་པ་ལ་ཡང་བློ་ལ་ཡང་འཇགས་ན་ཡག་པོ་ཡོད་རེད། བསླུ་མེད་དཀོན་མཆོག་གསུམ་གྱི་ངོ་བོ་ཉིད་ངན་སོང་འཇིགས་ལས་སྒྲོལ་བའི་དཔའ་བོ་དེ་དག་པས་ཞིང་དུ་ཁྲིད་པའི་དེད་དཔོན་མཆོག་དགོངས་པ་འོད་དཔག་མེད་ལ་གསོལ་བ་འདེབས། གནས་བཅུའི་གཤིན་རྗེའི་འཇིགས་ལས་སྐྱབས་འདུག་སོ་འཇིགས་རུང་བར་དོའི་གྲངས་ལས་བསྒྲལ་འདུག་སོ་ཟོག་དགའ་ངན་འགྲོའི་གཡང་ལས་གྲང་དུ་སོ་ཞིང་མཆོག་བདེ་བ་ཅན་དེ་ཁྲིད། སོལ་རས་ས་གཞན་ན་མེད་དོ་ཐུགས་རྗེའི་གྲོང་ཟེར་ནས་ད་ཅིག་གལ་ཆེན་པོའི་ཚིག་ཅིག་ཡིན་པའི་ཆ་ནས་ཨེ་ནི་ཚར་གསུམ་ཚེ་འདོན་ཐུབ་ན་ཡག་པོར་བལ་འོང་དེ་བྱས་ཨེ་ནི། རང་གི་སྙིང་ག་དེ་ལ་རང་སེམས་དེ་ཡོད་པ་ལ་ཆ་བཞག་དེ་ནས་མགྲིན་པ་ལ་ཡ་ཡ་གཅིག་ཡ་བསྐྱེད། སྤྱི་བོ་ལ་ཡ་གཅིག་བསྐྱེད། སྦྱངས་པའི་སྐབས་ལ་དེ་བར་དུ་བྱས་ཡང་མ་བབ། ཡང་མགྲིན་པ་དང་སྤྱི་བོ་ལ་ཡ་ཡ་མ་བསྐྱེད། ཨ་ནི་དངོས་གནས་ད་འཕོ་བ་སྦྱང་ས་གཅིག་གི་མཚམས་དེ་འགག་ས་གཅིག་ལ་སླེབས་པའི་སྐབས་ལ་ཨ་ནི་སྤྱི་བོ་ནས་ཡར་འདུག་སེ་ཡར་ཐོན་རྗེས་ཨ་ནི། རང་གི་སྤྱི་གཙུག་ལ་ཡོད་པའི་མགོན་པོ་འོག་བར་མེད་ཀྱི་ཐུགས་ཀ་དེ་དང་རང་སའི་ངོ་བོ་དབྱེར་མེད་དུ་འདྲེས་སོང་སྙམ་པའི་མོས་པ་བྱས་ནས་ཧིཀ་ཟེར་ངན་དེ་ད་སུམ་རེ་སུམ་རེ་བྱས་ནས་འགྲོ་བར་རོ། སྦྱངས་པའི་སྐབས་ལ་གསུམ་མེད་པ་ཅིག་གཉིས་འདོན་པར་རོ། ཧིཀ་དང་པོ་དེ་གིས་མགྲིན་པ་བར་དུ་སྙིང་ག་ནས་མགྲིན་པ་བར་དུ། ཧིཀ། གཉིས་པ་ཐིག་གི་མགྲིན་པ་ནས་སྤྱི་བོ་བར་དུ། དེ་ནས་མ་སྙིང་ག་ལ་མ་བབས་ཡ་དེ་ཀཱས། ཨོ། ད། ལུས་རྣམ་ནག་ཆོས་བདུན་ལྡན། ཨོ་དེ་འདྲའི་གཅིག་གི་ཙོག་ཙོག་གཅིག་གི། བ་ཉའི་སྡེ་བའི་སོར་འགྲོ་ཀུ་ཅག་ནི་མ་ཉའི་སྡེ་བའི་སོར་འདུག་ཅེས་ཉའི་སྡེ་བའི་སོར་དེ་འདྲའི་མ་ཡིན་པ། པའི་ལུས་པོ་འབྲོང་པོ་ལུས་འབྲོང་ན་རྩ་འབྲོང་རྩ་འབྲོང་ན་རླུང་འབྲོང་ཟེར་ནི། འབྲོང་པོ་གཅིག་གི་ཐོག་ལ་ཨ་ནི་ཡན་ལག་བདུན་པོ་སྔོན་དུ་འགྲོ་གསུམ་སྟེ་ཐུན་མོང་མ་ཡིན་པ་སྔོན་དུ་འགྲོ་བའི་ཐོག་ནས་ཨ་ནི་ཧིཀ་ཟེར་ངེས་འདི་ཨ་ནི་དུག་ཅེས་ཚར་གསུམ་འདོན་ཡ་རེད་ཨོ་སྦྱངས་པའི་སྐོར་ཚར་གཉིས་འདོན་ཡ་རེད་ཨ་ནི་མ་བབས་པའི་སྐོར་ཀ་ཟེར་དེ་རེད་ད་དེ་ག་རེད་ཨ་ནི་འཇུག་གུ་དེ་ལ་ཨ་ནི། རྒྱལ་བའི་དཀྱིལ་འཁོར་བསང་ཞིང་དགའ་བ་དེ་པད་མོ་དམ་པ་ཤིན་ཏུ་མཛེས་ལེགས་ཀྱི་སྣང་བ་མཐའ་ཡས་རྒྱལ་བའི་དངོས་སུ་ལུང་བསྟན་པ་ཡང་བདག་གིས་དེ་ཐོབ་ཤོག་ཟེར་ནས་ཡང་ནི་མགོན་པོ་འོག་བག་མེད་རང་གི་སྤྱི་གཙུག་ལ་ཡོད་པ་དེ་རང་ལ་ཡང་ཐིམ་ཡང་ནི་བླ་མ་སྙིང་ཞུགས་སོགས་སྒྲུབ་བྱེད་ཀྱི་ནི་ཡག་པོ་ཡོང་གི་རུ་བ། མཆོག་གི་སྤྲུལ་སྐུ་རྣམ་མཁྱེན་བྱས་ན་ནི་མགོན་པོ་འོག་བག་མེད་རེད། ཡང་ནི་ལོངས་སྐུའི་རྣམ་མཁྱེན་བྱས་ན་ནི་ཚེ་དཔག་མེད་རེད། ཨོ་ད་དེ་ནས་ཚིག་གསུང་རྟོགས་ཚིག་ས་ཨོ་མ་ཨ་མ་རང་གི་རྫི་བོན་དེ་ཡིས་གསོལ་བ་ཟིན། ཨོ་དེ་འདྲའི་ས་ན་ཨོན་དེ་འདྲས་བྱས། ཨོ་དེ་འདྲས་དེ་འདྲས་བྱས་རྗེས་ཨ་ནི་ཕོ་བ་སྦྲང་ན་ཉན་ཡིན་ན་རེད། ད་དེ་འདྲའི་དགོངས་པ་ཞིག་ཡིན་ན་ཡག་པོ་ཡོད་རེད་ཨོ་དེ་རེད། ངའི་རྩ་བའི་བླ་མ་དེ་འདྲས་མཇལ་མྱོང་ཕོ་བ་སྦྱང་ན་ང་ཕོ་བ་སྦྱང་གི་ཡོད་དེ་གས་གསུང་གནང་གི་མི་འདུག་ཡིན་ན་ཡང་ངའི་ཚོ་པ་ཞུགས་ཡོད་ཕོ་བ་ལྗང་ནག་བ་ཡིན་པ། དབུའི་སྒང་དེ་ལ་ཡ་བའི་ཆུ་སེར་ཅིག་གིས་བཟི་བ་འཁྲུག་འཁྲུག་བྱེད་སྨྲ་ཅིང་སྙིང་འབུར་བཟོ་རོགས་དེ་འདྲའི་ཡ་དོན་བདེ་བ་དེ་འདྲ་ངས་མཇལ་མྱོང། དེ་ཕོ་བ་ལྗང་ནག་ནི། ཕོ་བ་ལྗང་བའི་སྐབས་ལ་ཡ་སྤྱི་གཙུག་ཟ་བ་དང་སྤྱི་གཙུག་ནས་ཆུ་སེར་འཁོར་བ་དང་འོ་དེ་འདྲའི་ཡོང་གི་ཡོད་རེད་ཟེར་ནས་དེ་འདྲའི་གསུང་གི་ཡོད་ངས་མཇལ་མྱོང་འོ་དེ་འདྲ་ཅིག་རེད། ད་དེ་ཁ་ཚང་གི་ཡིག་དེའི་བསྐྱར་བཤད་སུ་ཚོས་འདྲ་པོ་དེའི་ཆེད་ད་དེ་ནས་སྤྱི་དང་བཅས་ན་བར་དོ་དྲང་འགྲོ་དེ་ད་ལུང་གི་ཟུར་ཆེར་ང་ལུང་རྒྱུན་མ་གཏོགས་ཁས་ཡོད་མ་རེད་ད། བར་དོ་དྲང་འགྲོ་དེ་གི་འགྲེལ་པ་ཅིག་ལ་ཆ་བཞག་ན་ལྕང་སྐྱ་རོལ་བའི་རྡོ་རྗེའི་འགྲེལ་པ་ཅིག་འདུག་བ། ཨེ་ནི་དངུལ་ཆུ་འདབ་མ་འབར་དྲའི་འགྲེལ་པ་ཅིག་འདུག་བ། དངུལ་ཆུ་འདབ་མ་འབར་དྲའི་འགྲེལ་པ་དེ་རྒྱས་པ་འདུག་བ། ལྕང་སྐྱ་རོལ་བའི་རྡོ་རྗེའི་འགྲེལ་པ་དེ་བསྡུས་པ་ཅིག་འདུག་བ། ད། དངུལ་ཆུ་འདབ་མ་འབར་དྲའི་འགྲེལ་པ་དེ་དངོས་ནས་བྱས་ན་ང་ལ་རླུང་ཡང་ཡོད་རེད་དེ། མ་བློ་བཞག་ན་ཡག་པོ་ཡོང་ས་རེད་བསམ་པ་རེད་ཅེས་བྱུང་སོང་སྟེ་དུས་ཚོད་ཏོག་སུ་འདང་ས་མ་རེད་བསམ་གྱི་འདུག་ད་ཁོ། བ་དུ་དྲང་འགྲོ་བའི་ལུང་པན་ཆེན་བློ་བཟང་ཆོས་རྒྱན་གྱི་གསུང་འདི་ག་རང་གི་ཐོག་ནས་མ་འདོན་རྒྱུ་བྱས། ད་ཁོ་ལ་གདོང་ཐོག་བྱས་ན་ག་རེ་ཟེར་ན་སྔོན་འགྲོའི་རིམ་པ། གསོན་བཞིན་པའི་སྐབས་ལ་ཡ་ང་ཚོ་གསོན་པོ་ཡིན་པའི་སྐབས་ལ་ག་རེ་བྱེད་དགོས་རེད་ཟེར་ཏེ་སྔོན་འགྲོའི་རིམ་པ། དངོས་གཞི་འཆི་བ་ལ་ཕྱོགས་པའི་སྐབས་ཀྱི་བྱེད་སྒོ། ཨོ་ད་དེ་ནས་བར་དོའི་འཛམ་གླིང་སྒྲོལ་བའི་སྐབས་ལ་ཡ་ཨ་ནས་བྱ་སྒོ་རྣམས་ཤག་གར་བྱེད་དགོས་ཀྱི་ཡོད་ད་ལྟ་ནས་གྲ་སྒྲིག་བྱེད་ཨ། ད་བར་དོ་ཚར་ནས་སྐྱེ་བ་ལེན་པའི་སྐབས་ལ་ཨ་ནས་གྲ་སྒྲིག་གར་བྱེད་དགོས་ཀྱི་ཡོད་པ་སོགས་ནི་དོན་ཚན་བཞི་རེད། ད་ང་རང་ཚོ་ད་ལྟ་དེ་གཅིག་ཧི་མ་ལ་ཡའི་རི་རྒྱུད་བོད་བརྒྱུད་ནང་བསྟན་པ་ཚོ་ཡིན་ན་ནི་སྐྱེ་བ་སྔ་ཕྱི་ཡོད་པ་གཞི་ཤ་རེད། འཛམ་བུ་གླིང། རྒྱ་ཆེ་ས་གཅིག་ལ་སླེབས་ནས་ཨ་མི་རི་ཀའི་ལུང་པ་འདིའི་སོར་གཅིག་ལ་ཡ་སྐྱིད་ཡོང་གི་ཆ་ནས་བྱས་པ་ཡིན་ན། རྒྱལ་བ་ང་ཅི། ཡོད་ཀྱི་རེད་བསམ་མཁན་ཅི་ཡང་ཡོད་རེད། ང་ཡིད་ཆེས་ཐུབ་ཀྱི་མི་འདུག་བསམ་མཁན་ཅི་ཡང་ཡོད་རེད། ཨོ། རྣམ་དཔྱོད་སྣ་ཚོགས་རེད། ད་ད་ལྟ་འདི Mind and Life ཟེར་ཡག་གི་སེམས་དང་སྲོག་གི་ཚན་རིག། ད་ཐེངས་མང་པོ་ཚོགས་པར་བ། ཨོ། ང་དེ་ཚོགས་འདུ་ལ་བཅར་ཡ་དེ་བྱུང་མ་སོང་དུས་ཚོད་ཅིག་རག་མ་སོང། མ་སོང་དེ་ལ། རྒྱལ་བ་ཐམས་ཅད་མཁྱེན་པའི་ཕོ་བྲང་ནང་དེ་ལ་ཡ་ཨ་ནི་སེམས་དང་སྲོག་གི་ཚོགས་འདུ་ཚོགས་རྗེས་ཨ་ནི་ཉི་མ་གཅིག་ད་ལན་སེམས་དང་སྲོག་གི་ཚོགས་འདུ་དེའི་ནང་ནས་གནས་ཚུལ་ངོ་མཚར་ཆེ་བ་ག་རེ་གོ་ཡ་འདུག་ག་ཟེར་ནས་ངས་ཚོགས་འདུ་ལ་ཕན་ངེས་ཅིག་ལ་ངས་བཀའ་འདྲི་ཞུས་མྱོང། བཀའ་འདྲི་ཞུས་པའི་ནང་ནས་ལན་གཅིག་ལ་ག་རེ་བྱུང་སོང་ཟེར་ན། སྨན་པ་གཅིག་ཕྱི་རྒྱལ་ནུབ་ཕྱོགས་ཀྱི་སྨན་པ་གཅིག་ཨ་ནེ། ཁོ་རང་སྐྱེ་བ་སྔ་ཕྱིར་ཁས་ལེན་ཉན་གྱི་མེད། སྐྱེ་བ་ཕྱི་མ་ཟིན་གྱི་ཡོད་རེད་དེ་འདྲ་ཁས་ལེན་ཉན་གྱི་མེད། ཡིན་ན་ཡང་ད་ཁོ་རང་ལ་ཡང་ཁྱོད་ནི་བསུབ་ཐབས་མེད་པའི་གི་དྲི་བ་གཅིག་སླེབས་སོ། དེ་ག་རེ་སླེབས་སོ་ཟེར་ཡིན་དུས་མི་ནད་པ་གཅིག་སླེབས་ནས་མི་ནད་པ་དེ་ལ་ཡང་ད་བི་མའི་རྒྱབ་ཅེས་དེ་འདྲ་དངོས་སུ་དྲན་པ་མེད་པས་དྲན་པ་མེད་པ་བཟོ་ཡག་གི་མན་དེ་རྒྱབ་ཐག་གཅོད་བརྒྱབ་པ་ཡིན། དྲན་པ་མེད་པ་བཟོས་ད་མི་ནད་པ་དེ་ལ་ཡ་ཨེ་ན་མའི་གོང་ཆེན་པོ་ཅིག་རྒྱབ་དགོ་ཡ་ཅིག་འདུག་སྐབས་ཀྱི་དེ་ཡི་ནམ་རྒྱུན་ཆ་ཆེན་དེ་བང་ཁ་དེ་ན་ལ་བཞག་མེད་པ་དེ་ནས་པ་ཁང་པ་གཉིས་ཚིག་ཅིག་ཕར་བརྒྱུད་ནས་ཕི་ཁའི་ཨ་ལ་མ་རི་ཟིག་རི་བ་ད་སྒམ་ཤ་ཁའི་ཆད་ཅིག་སྨན་པ་ཁོ་རང་གི་ལག་པ་ལ་འདི་མི་དེ་ཡོད་པ་མ་གཏོགས་ཅིག་གཞན་དག་ལ་བསྐུར་ཡ་མེད་བདེ་སྙན་གི་རིན་ཐང་ཆེ་བས་སྨན་དེ་འདྲ་ཁ་ཤས་ཀྱི་ཕི་གི་ན་ཡོད་པའི་ནང་ནས་སྒམ་དེ་སྒོ་བཅད་རྗེས་ཁབ་དེ་ཚུར་ལེན་པ་ཡིན། ཁབ་ཀྱི་སྨན་དེ་ཨ་ནེ་ནད་པ་དེ་ལ་ཁབ་དེ་བརྒྱབ་པ་ཡིན། ཨ་ནེ་ནད་པ་དེ་དྲག་སོང། གང་ལྟར་ནད་པ་དེ་ཤི་མ་སོང་ནད་པ་དེ་དྲག་སོང། ཨ་ནེ་ཉིན་པོ་ཁ་ཤས་ཅིག་གི་རྗེས་ལ་ཡང་ནད་པ་དེས་སྨན་པ་ཁོ་ཐུག་ཁ་ལས་སོ། ཨ་ནི་སྨན་པ་དེ་ཐུགས་ཀ་ལས་པའི་བཀའ་ལ་ཡང་ང་ན་ཚ་ཡག་པོ་ཞེ་དྲག་དྲགས་སུ་ཐུགས་རྗེ་ཆེ་ཟེར་ལ་གི་འདུག་ཡིན་ན་ཡང། སྨན་པ་ཁྱེད་རང་ཚོ་གི་ནད་པ་ལ་ཡང་མཐོང་ཆུང་མང་པོ་བྱེད་ཀྱི་འདུག་དེ་ང་སེམས་ཞེ་དྲག་ཕམ་སོ། ཁྱེད་རང་ཚོས་གཤག་བཅོས་བྱས་པའི་སྐབས་ལ་ཡང་ང་ལ་ཡང་དཔེ་དེ་འདྲ་མི་འདྲ་མང་པོ་ལབ་སོ་ཚིག་འདི་ཚོ་འདི་ཚོ་ལབ་སོ། ཨ་ནི།

ནད་པ་དེ་གིས་ལ་གི་འདུག། ད་རྣམ་ཤེས་ཟེར་མཁན་གྱི་ཀླད་པ་དེ་མ་ཡིན་པའི་རྣམ་ཤེས་ཟེར་མཁན་ལུས་པོ་ལས་ལོགས་སུ་ཅིག་འགྲོ་ཡ་ཅིག་ནི་ཏན་ཏན་ཡོད་ས་རེད་དེ་ནད་པ་དེ་གིས་དེ་འདྲའི་ངང་ལབ་སོང་ད་དེ་ཡ་མཚན་ཞེ་བོ་ཅིག་རེད་ཟེར་ནས་དེ་སེམས་དང་སྲོག་གི་ཚན་རིག་གི་ཚོགས་འདུ་དེའི་ནང་ལ་སྨན་པ་དེ་གི་སྐད་ཆ་དེ་ཁེལ་ཡོང་བ་ཡིན་པ་རེད། འོ་ད་གང་ལྟར་དེ་ད། རྦད་དེ་སྐྱེ་བ་སྔ་ཕྱི་ཁས། ཅིག་ད་ཡོད་མ་རེད་ཟེར་ནས་ལབ་གི་དེ་ཨེ་ཡོད་མི་ཡོད་མི་ཤེས་དེ་སྐྱེ་བ་སྔ་ཕྱི་ཁས་ལེན་པ་གཞི་ཞག་གཅིག་གི་སྨན་པ་ཅིག་མེད་པ་ཅིག་ལ་ཡ་ཁོ་རང་ལ་ཡ་དངོས་གནས་མི་ཚེའི་ནང་ལ་ད་ཡ་མཚན་ཅིག་བྱུང་བསྡད་པ་ཨོ་ད་དེ་འདྲས་ཅིག་དེ་དེ་འདྲས་རེད་ད་དེའི་དེའི་སོ་ལོ་མང་པོ་ཡོད་རེད་སྐྱེ་བ་སྔ་མ་དྲན་ཉན་ཡོད་རེད་ཨ་ནེ་ནད་པ་འདུག་བྱས་ཅིག་ཡ་གྲགས་ཡོང་ཉན་ཡོད་རེད་ནད་པ་གྲགས་ཡ་ཉན་དུས་སུ་ང་སྦུག་ཐག་རིང་པོ་ཅིག་གི་ནག་ཁུང་ཅིག་ལ་ཕར་ཕྱིན་དེ་འདྲས་ཅིག་ནས་འོད་དཀར་པོ་ཅིག་གི་ནང་ནས་ཨེ་ང་དྲན་པ་སོས་སོ་ཟེར་ངེས་དེ་འདྲས་ད་འཛམ་བུ་གླིང་འདིའི་ནང་ལ་ཡ། སྐད་ཆ་བཙལ་ན་མང་པོ་ཡོད་རེད། ཨོ། ད་དེ་འདྲའི་ཅིག་ཡིན་དུས། དུས་ཚོད། ད་གཞི་ལ་བཞག་ནས། བར་དོ་ཟེར་ཉན་ཅིག་གི་སྐབས་ལ་ད་ང་ཚོ་ད་ལྟ་ནས་གྲ་སྒྲིག་ག་རེ་བྱེད་དགོས་ཀྱི་རེད། ད་སྐྱེ་བ་ལེན་པ་ཡིན་ན་ག་རེ་གྲ་སྒྲིག་བྱེད་དགོས་ཀྱི་རེད་ཟེར་ན་ད་བར་དོ་འཕྲང་གྲོགས་ཀྱི་གཙོ་བོ་གཙོ་བོ་དེ་བརྗོད་བྱ་བཞི་པོ་དེ་རེད། གསོན་པའི་སྐབས་ལ་གྲ་སྒྲིག་ག་རེ་བྱེད་དགོས་རེད་སྔོན་འགྲོ་ག་རེ་བྱེད་དགོས་རེད། སྔོན་འགྲོ་ནི་ངས་སྡོམ་མདོ་བྱས་པ་ཡིན་ན་བློ་ལྡོག་རྣམ་བཞི་རེད། དལ་འབྱོར་ཉལ་དཀའ་འཆི་བ་མི་རྟག་པ་ལས་རྒྱུ་འབྲས་འཁོར་བའི་ཉེས་དམིགས་འོ་བློ་ལྡོག་རྣམ་བཞི་འོ་ཚེ་འདིའི་སྣང་ཞེན་ལྡོག་པ། ཅི་མི་ལབ་མཛོད་ནང་ནས་གསུངས་པ་ན་བཞིན་ཡིན་ན་ནི་ཚེ་འདིའི་སྣང་ཞེན་ལྡོག་པ་དང་ཕྱི་མའི་སྣང་ཞེན་ལྡོག་པ་གཉིས་རེད། དལ་འབྱོར་ཉལ་དཀའ་ཚད་ལ་ལོངས་མེད་པ་ཡིད་ལ་གོམས་པའི་ཚེ་འདི་སྣང་ཞེན་ལྡོག་ལས་འབྲས་མི་བསླུ་འཁོར་བའི་སྡུག་བསྔལ་ནང་ཡང་ཡང་ཟིན་ན་ཕྱི་མའི་སྣང་ཞེན་ལྡོག་འདི་རེད། འོ་ཀོ། ཅིག། རིས་སུ་མ་བཅད་པའི་ཆོས་བརྒྱུད་སྤྱིའི་འགྲོ་སྟངས་ཀྱི་ཐོག་ནས་ཞུས་པ་ཡིན་ན་བློ་ལྡོག་རྣམ་བཞི་རེད། དལ་འབྱོར་རྙེད་དཀའ་འཆི་བ་མི་རྟག་པ་ལས་རྒྱུ་འབྲས་འཁོར་བའི་ཉེས་དམིགས་སྒྲ་དེ་གས་དེ་དངོས་གནས་དྲ་གནས་དཔལ་དུ་གསོན་པའི་རིང་དེ་ལ་ཡང། དཔལ། ག་དུས་ཡིན་ན་ཡང་སྤང་བླང་འཇུག་ལྡོག་དེ་ནས་མ་འགལ་བ་རུ་གཅིག་དང་དེའི་སྒྲོམ་གཞི་དེ་ནས་ཡོད་བསྡད་ཡ་གཅིག། འོང། ཐོས་བདག་གཞི་ཞིག་ཏུ། སྒོམ་བདག་ཉོན་མོངས་ཆུང་བ་ཟད་ཅིག་ནམ་རྒྱུན་གསུང་འགོ་རེད་ད་ཆོས་འདྲ་མི་འདྲ་མང་པོ་ཅིག་ཐོས་ཐོས་པའི་རྟགས་འདྲ་པོ་དེ་ལ་མི་དེ་གཞི་ཞིག་ཐོས་བ་འདྲ་པོ་ཅིག་གོ་གི་ཡོད་རེད་ད། གཞི་ཞིག་ཐོས་བ་ཅིག་མེད་ན་ཁ་ནས་རྒྱག་ཚིག་བཤད་རྒྱུ་ཡོད་ན་ཡང་གཞི་ཞིག་ཐོས་བ་ཅིག་མེད་ན། ཐོས་པ་དེ་ཐོས་རྐྱང་ལ་ཕྱིན་པ་མ་གཏོགས་ལག་ལེན་ལ་མ་བྱུང་བའི་རྟགས་རེད་ཐོས་བདག་གཞི་ཞིག་འདུག་བ། ད་སྒོམ་སྒོམ་སྒོམ་པའི་གཞུག་གུ་འདྲ་པོ་དེ་ལ་སུས་སུས་ཆགས་སྡང་གི་བློ་དེ་གས་དེ་ལྟས་སུ་ཆུང་རུ་འགྲོ་ཐུབ་ཡ་ཅིག་ཡོང་གི་ཡོད་ན

འཇིགས་སྒྲོལ་གྱི་དཔའ་བོ་ཞེས་བྱ་བ་བཞུགས་སོ། ན་མོ་གུ་རུ་མན་ཛུ་གོ་གྷ་ཡ། དུས་གསུམ་བདེ་གཤེགས་ཆོས་དང་ཚོགས་བཅས་ལ། བདག་དང་མཁའ་མཉམ་འགྲོ་བ་མ་ལུས་པ། བྱང་ཆུབ་སྙིང་པོའི་བར་དུ་སྐྱབས་སུ་མཆི། འདི་ཕྱིར་བར་དོའི་འཇིགས་ལས་འདི་དང་ཕྱི་མ་དང་བར་དོའི་འཇིགས་ལས་བསྒྲལ་དུ་གསོལ། འདི་ཚེ་འདི་གཅིག་བྱས། འཆི་ཁ་ལ་འགགས་ལ་གཅིག་བྱས། བར་དོ་འདི་གཅིག་བྱས། ཨ་ནི་སྐྱེ་བ་འོ་ད་དེ་ན་འདི། སྡོམ་ཐོབ་དེ་ན་འགྲོ་འདུ་བ། ད་ང་རང་ཚོའི། ག་ཚད་མི་དགོས། ཅིག་མི་ཚེ་འདིའི་ནང་ལ་ཡ། ལོ་གཞོན་པའི་སྐབས་དེ་དེ་ག་རེད་སྐྱབས་སུ་ཆེ། གུང་ཐང་དཀོན་མཆོག་བསྟན་པའི་སྒྲོན་མེ་རེད་ཅིག་ལ་ཡ། ཁྱེད་རང་རྣམ་ཐར་ཅིག་མཛད་རོགས་གནང། ཡ་ཞུ་བ་རུ་བ། དེ་དུས། དམ་ཆོས་ཆིག་བརྒྱུད་མ་དྲན་ཉི་ཤུ་ཐལ། བྱས་ཏོ་བྱས་ཏོ་ཟེར་ནས་ཉི་ཤུ་ཐལ། མ་བྱུང་མ་བྱུང་ཟེར་ནས་བཅུ་འགའ་ཐལ། མི་ཚེ་སྟོང་པར་གསལ་བའི་རྣམ་ཐར་ཡིན་ཟེར་ནས་ཁོང་རང་གིས། ཁེངས་སྐྱུངས་པའི་ཀྱི་ལྗགས་རྩོམ་དེ་མཛད་པ་རུ་བ། དེ་དུས་དངོས་གནས་རེད་བ། ང་རང་ཚོ་ལོ་ཉི་ཤུ་རྩ་གྲངས་སུ་བར་དུ་ནས་དགེ་རྒན་དང་དུས་ཚོད་ཉལ་ཐག་འོག་ནས་ཆོས་བྱེད་ཡག་དང་དཔེ་ཆ་ཟིན་ཡག་དང་དེ་འདྲ་ཅིག་རེད་མ་གཏོགས་ཅིག་སོ་སོ་རང་གི་ངོས་ནས་ཆོས་བྱེད་འདོད་ཀྱི་བློ་གཤགས་མ་ཅིག་མེད་པ་བྱས། དམ་ཆོས་བྱེད་རྒྱུ་མ་དྲན་ཉི་ཤུ་དར། ད་ལྟས་ན་ལོ་ཉི་ཤུ་རྩ་གྲངས་ཅིག་སླེབས་ནས་ནི་འདུལ་འཛིན་དབྱིངས་བའི་ནང་ལ་ཡར་འདུག་ཟེར་ནས་ཆོས་ཟེར་མཁན་དེ་ལ་ཡིད་ཆེས་ཅིག་དེ་ཡོད་རེད་དེ་ད་ཆོས་ཅིག་བྱེད་དགོས་ཀྱི་འདུག་བྱེད་དགོས་ཀྱི་འདུག་ད་ལྟ་ང་ཁོམ་གྱི་མི་འདུག་ད་ལྟ་ང་ལས་ཀ་མང་པོ་ཡོད་ཟེར་ནས་འདུག་བྱས་ནས་ཨ་ནི་བྱས་ཐོ་བྱས་ཐོ་ཟེར་ནས་ཉི་ཤུ་ཐལ་ད་ལོ་བཞི་བཅུ་སླེབས་པ་ཡིན་པ་རེད་ད་དེ་ནས་ད་ལྟས་རྒས་ཚར་སོང་ད་ངས་ཞེ་དྲག་རང་འཇོན་ས་མ་རེད་ད་ངའི་མི་ཚེ་མང་རྫོགས་སོང་ཟེར་ནས་ཧོ་ཧོ་དེ་འདྲས་དེ་འདྲས་བྱས་ནས་མ་བྱུང་མ་བྱུང་མ་བྱུང་ཟེར་ནས་ཨེ་ནས་དུས་ཚོད་ནས་བཅུ་དང་བཅུ་བྱས་བྱས་ཨེ་དུས་ཚོད་ནས་མཐའ་མ་མཐའ་མ་དེ་སྟོང་ཟད་རེད། མ་བྱུང་མ་བྱུང་ཟེར་ནས་ཅུང་ག་ཐར་མི་ཚེ་སྟོང་པར་ཟད་པའི་རྣམ་ཐར་ཡིན་གསུང་བ་ནང་བཞིན་འོག་མིན་བླ་མ་ཁོ་ན་ཚོ་ལ་དེ་དེ་འདྲའི་ཅིག་གི་སྟོང་ཟད་ཅིག་དེ་བྱུང་ཡོད་མ་རེད་ཇག་རྩོམ་མཛད་ཞབས་པའི་དུས་ཚོད་ལ་བལྟས་ན་ཧ་གོ་གི་རེད་དེ་ད་ང་ཚོ་ལ་བསླབ་བྱ་ཏན་ཏན་རེད། ང་རང་ཚོར་ཅིག་ཏན་ཏན་བསླབ་བྱ་རེད་འོ་ད་དེ་འདྲ་དེ་འདྲ་ཡིན་དུས་ད་ལྟ་རང་ནས་སོ་སོའི་དལ་འབྱོར་ཉེར་ཁ་འཆི་བ་མི་རྟག་པ་ལས་རྒྱུ་འབྲས་འཁོར་བའི་ཉེས་མིག་དུས་ཚོད་ཐོག་ལ་ཡང་ཁ་ཚེགས་ཐུག་ཐུག་གིས་སྦྱོང་བརྡར་བྱས། སོ་སོ་རང་སྟེང་དུ་བསམ་མནོ་བཏང་ཡོང་དུས་འཁོར་བའི་ཉེས་མིག། གཞན་སྟེང་དུ་ཕར་བསམ་མནོ་བཏང་ཡོང་དུས་བྱམས་པ་དང་སྙིང་རྗེ། སྡུག་བསྔལ་དང་ཕྲ་འདོད་ཀྱི་བརྩེ་བ་སྙིང་རྗེ། བདེ་བ་དང་བདེ་འདོད་ཀྱི་བྱམས་པ་བ་ད་ཏི་གི་ཏི་ཡ་ནི། གཞི་ལ་བཞག་ནས་ཡ་ནི་དག་པའི་ཞེན་བཅད་པའི་བྱང་ཆུབ་ཀྱི་སེམས་སྟོང་པ་ཉིད་ཀྱི་ཉམས་ལེན་ད་ཏི་གི་ཏི་ཡ་ནི། གཞི་ནས་ཡ། བསགས་བསགས་ཁྲིམས་ཁྲིམས་བྱེད་ཡ་ཅིག་རེད་འདི་ཡོར་བ། རྙེད་དཀའ་འཇིགས་པར་སླ་བའི་བསྟན་བཟང་འདི། ཁེ་ཉེན་སྐྱིད་སྡུག་འདམ་ཀའི་སྐབས་ཡིན་པས། དོན་མེད་ཚེ་འདིའི་བྱ་བས་མི་གཡེང་བ། དོན་ཆེན་སྙིང་པོ་ལེན་པར་བྱིན་གྱིས་རློབས། གང་ཚེ་རང་དགྲ་འདི། པ་འདི་ཟླ་བ་གྲགས་པའི་སྲུང་འཁོར་བ། གང་ཚེ་རང་དབང་འགྱུར་ཅིང་ཐུགས་གནས་པ་ག་དེས་འདི་དག་འཛིན་པར་མི་བྱེད་ན་གཡང་སར་ལྷུང་བའི་གཞན་དབང་འགྱུར་འགྱུར་བ་དེ་ལས་ཕྱིས་ནས་གང་གིས་སློང་བར་འགྱུར། ད་ལྟ་སོ་སོ་ལ་རང་དབང་ཡོད་པ་དེ་དེ་དངོས་གནས་རེད་ང་ཚོས་འདི་འདྲ་བསམས་སོ། ང་ཚོ་མང་པོ་གཅིག་སྐྱེ་བ་ཕྱི་མ་མི་ལུས་དང་མཇལ་བར་ཤོག་ག་ས་ལས་མི་ལུས་ཐོབ་པར་ཤོག་སངས་རྒྱས་ཀྱི་བསྟན་པ་དང་མཇལ་བར་ཤོག་དེ་འདྲའི་ང་ཚོ་སྨོན་ལམ་རྒྱག་གི་ཡོད་རེད་དེ་རྒྱབ་སྒོ་རེད། ད་ལྟ་སྔོན་མ་རྗེན་རྗེན་སངས་རྒྱས་ཀྱི་བསྟན་པ་དང་རྗེས་སུ་མི་ལུས་ཐོབ་ཚུལ་མཐོ་བའི་སྐབས་དེ་ལ་སོ་སོའི་དངོས་གནས་དྲང་གནས་ཀྱི་ཟག་ཟག་འགྲིམ་འགྲིམ་ད་པས་དངོས་གནས་དྲང་གནས་དཀའ་ལས་ཅིག་མ་བརྒྱབ་ཅེས་གང་ཡིན་མི་ཡིན་ཤ་སྟག་ལ་བཏང། ཨ་རིག་སྐྱེ་བ་ཕྱི་མ་དེ་དེ་འདྲས་ཅིག་ཟེར་མཁན་དེ། ད་ལྟ་སོ་སོའི་ལག་པ་ལ་ཡང་གསེར་རྡོག་རྡོག་ཅིག་རག་བསྡད་པ་དེ་གཡུག་ཤག་ཨ་ནེ་ད་ང་གསེར་རྡོག་རྡོག་ཅིག་ཡང་སྐྱོར་རག་པར་ཤོག་ཟེར་ཡ་དེ་ལོང་བས་ཕྱག་དར་ཕུང་པོ་ལས་ཇི་ལྟར་རིན་ཆེན་གནས་པ་ལྟར་སེང་ངེ་འདི་འོ་ན་ལོང་བས་ད་རིན་ཆེན་རྙེད་པ་དེ་གཡུག་ཤག་ནི་ཡང་སྐྱོར་ཡང་ལེན་ཡ་གི་ད་དེ་བྱས་པ་འདྲ་བོ་རེད་བ་ཧོ་དེ་འདྲས་ཡིན་དུས། དོན་མེད་ཚེ་འདི་བྱ་བའི་མིའོ། དོན་ཆེན་སྙིང་པོ་ལེན་པར་བྱིན་གྱིས་རློབས། ད་དེ་ནས་སྤྱི་ཚོགས་ཀྱི་གནས་སྟངས་ཁོ་རང་སོ་སོའི་གཉེན་ཉེ་དུ་དགེ་སྡིག། སྤྱི་ཚོགས་ཀྱི་གནས་སྟངས་དེ་འདུལ་བར་བྲལ་ཞིང་བསགས་པ་མ་ལུས་མཛད། མཐོན་པོའི་མཐའ་དགུས་བསྐལ་པའི་མཐའ་མ་འཆི། འཆི་བར་མ་ཟད་ནམ་ཅི་ཆ་མེད་པས་ལོག་མེད་རྒྱུད་ལ་སྐྱེ་བར་བྱིན་གྱིས་རློབས། ཟིན་ཏ། ང་དུས་ཚོད་ཁོམ་ལོང་མི་འདུག་བ། ཟིན་ནས། སང་དང་འཇིག་རྟེན་ཕྱི་མ་གཉིས་སྔོན་དུ་གང་འོང་མི་ཤེས་པས་སང་གི་དོན་ལ་མ་འབད་པར་ཕྱི་མའི་དོན་ལ་འབད་ཤིག་ཨང་གསུང་ཡང་འདྲ་བོ། ཨོ་ད། ཏི། ལོག་མེད་རྒྱུད་ལ་སྐྱེ་བར་བྱིན་གྱིས་རློབས། ཟིན་ནས། ཨོ་ཏི། དལ་འབྱོར་རྙེད་དཀའ་འཆི་བ་མི་ལྟ་བུ། དལ་འབྱོར་དང་འཆི་བ་མི་ལྟ་བུའི་སྐོར་དེ་འདི་རེད། ད། འདི་ནི། ད། དེ་ནས། འཆི་བའི་སྐོར་དེ་ལ་ད་ངས་ཏེས་མ་མགྱོགས་སུ་འདོན་བཞག་གི་ཡིན་ད། གཟུང་འཛིན་རྣམ་རྟོག་འཁྲུལ་བའི་གྲོང་ཁྱེར་དུ་མི་ཚང་འབྱུང་བཞི་སྒྱུ་མའི་ཕུང་པོ་དང། རྣམ་ཤེས་འདྲ་བའི་འཆི་རྐྱེན་སྣ་ཚོགས་པའི་གནད་གཅོད་སྡུག་བསྔལ་ཞི་བ། དེ་ལ་དེ་ག་ཡིན་པ་འདྲ་གཟུང་འཛིན་རྣམ་རྟོག་འཁྲུལ་བའི་གྲོང་ཁྱེར་དུ་མི་ཚང་འབྱུང་བཞི་སྒྱུ་མའི་ཕུང་པོ་དང་རྣམ་ཤེས་འདྲ་བའི་འཆི་རྐྱེན་སྣ་ཚོགས་པའི་གནད་གཅོད་སྡུག་བསྔལ་ཞི་བ་བྱིན་གྱིས་རློབས་འདི་ཞེ་དྲག་གལ་ཆེན་པོ་རེད། ང་རང་ཚོ་ཆུས་མི་ཚེ་འདིའི་ནང་ཡང་ཆོས་ཉམས་ལེན་བཞི་བོ་བྱས་བཞག་ཡོད་ན་ཡང་ཕྱེད་ཀ་ལང་ཀ་དེ་ལ་ཟུག་གཟེར་མེད་པར་འབྱམས་ནས་འགྲོ་ཡག་དེ་གལ་ཆེན་པོ་རེད་འོ་དེ་འདྲས་ཀྱི་གནད་གཅོད་སྡུག་བསྔལ་མེད་པར་བྱིན་གྱིས་བརླབས་རོགས་གནང་ཟེར་ནས་ད་ལྟ་ནས་གསོལ་བ་བཏབ་ཀྱི་ཡོད་རེད་འོ་དེ་གཅིག་གནད་འགག་རེད། བཅས་པར་བསྐྱངས་པའི་ད་འདི་ཆོས་འོ་ད་འདི་རེད་འོ། སྔོན་འགྲོའི་རིམ་པ་དེ་གི་དེ་ཚར་རེད། ད་འཆི་བ་ལ་ཕྱོགས་པའི་ཚེ་ཇི་ལྟར་བྱ་བ་གསལ་ཏེ་ད་ལྟ་ནས་སྨོན་ལམ་འདི་འདྲི་སི་བརྒྱབ་ནས་གནད་གཅོད་སྡུག་བསྔལ་མེད་པར་སྨོན་ལམ་བརྒྱ་ཡག་བཅས་པར་བསྐྱངས་པས་ལུས་ཀྱི་དགོས་འདོད་ལུས་འཇིགས་རུང་གཤིན་རྗེའི་དགྲ་བོ་མངོན་དུ་གྱུར། དུག་གསུམ་མཚོན་གྱིས་རང་ཚོགས་བཅད་པའི་ཚེ་མིག་གི་འཁྲུལ་སྣང་ཞི་བ་བྱིན་གྱིས་རློབས། ད་དེའི་སྐབས་དེ་ལ་ཡ། པད་དང་སྐག་ཚ་ཐོག་ས་དབུགས་ཆད་ག་ལ་འགའ་དེའི་ཁ་ཐུག་དེ་ལ་མི་དགེ་བའི་རྣམ་རྟོག་འཁྲུལ་སྣང་དེ་གི་དེ་མས་བདེ་བ་རྒྱལ་སེང་ཁྱད་པར་ཅན་དང་ལྡན་པ་ཅིག་ཡོང་ཡ་གཅིག་གི་ཐོག་ལ། སྨོན་ལམ་རྒྱག་དགོས་ཀྱི་རེད་ལ་འབད་བརྩོན་བྱེད་དགོས་ཀྱི་རེད་འོ་དེ་རེད་མི་དགེ་འཁྲུལ་སྣང་ཞི་བ་བྱིན་གྱིས་རློབས། སྨན་པའི་བུ་བཞིན་རིམ་གྲོའི་མདོག་དུ་མས་སྙན་རྣམས་གསོན་དུ་རེ་བའི་རེ་ཐག་ཆད་རང་ཉིད་ཅི་བྱ་གཏོལ་མེད་གྱུར་བའི་ཚེ་བླ་མའི་གདམས་ངག་དྲན་པ་བྱིན་གྱིས་རློབས། ད་དེའི་སྐབས་ད་དེ་ལ་ད་དངོས་གནས་དྲང་གནས་ཀྱི། གཅིག་བླ་མའི་གིས་བདག་པས་གཞན་གཅེས་པའི་བྱང་ཆུབ་ཀྱི་སེམས་སྟོང་པ་ཉིད་ཀྱི་ལྟ་བ་ཨ་ནེ་བླ་མ་ཡི་དམ་ངོ་བོ་དབྱེར་མེད་ཨོ་ད་དེ་ལ་སོགས་པའི་གི་ཅིག་ད་ཉམས་ལེན་གྱི་མན་ངག་གི་གནད་དེ་གའི་དེ་དྲན་སྐུལ་གྱི་ཐེབས་ཅད་ཨོ་ད་དེ་འདྲས་ཡིན་ད་བསམ་པ་ཅིག་གི་བླ་མའི་བདག་མེད་དྲན་ཡ་དེ་གལ་ཆེན་པོ་ཞེ་བོ་ཡིན་པ་རེད་ཨོ་དེ་གནད་འགག་ཅིག་རེད། སེར་སྣས་བསགས་པའི་ཟས་ནོར་ཤུལ་དུ་ལུས། བརྩེ་ཞིང་གདུང་བའི་གཉེན་དང་བསྟན་དར་བྱས། ཉམ་ངའི་གནས་སུ་གཅིག་པུར་འགྲོ་བའི་ཚེ། དགའ་སྤྲོ་གདིང་དང་ལྡན་པར་བྱིན་གྱིས་རློབས། ད་དེའི་སྐབས་དེ་ལ་ཡང་ལུས་ལ་ཟུག་གཟེར་མེད་པ། སེམས་ལ་མི་དགེ་བའི་རྣམ་རྟོག་མེད་པ། བླ་མའི་གདམས་ངག་དངོས་གནས་དྲང་གནས་ཀྱི་གཅིག་སྐྱབས་འགྲོ་ལས་འབྲས་རྟག་པའི་ཞེན་བཅས་པའི་བྱང་ཆུབ་ཀྱི་སེམས་སྟོང་པ་ཉིད་ཀྱི་ལྟ་བ་དེ་འདྲའི་དེ་འདྲའི་གཅིག་དང་བྱུང་བྱུང་བྱུང་ན་ནི་ཨེ་ནི་ལྷ་ཡི་སྐུ་གསུམ་ལམ་བརྒྱད་ཀྱི་གནད་དུ་གསོལ། ཧོ། ད། དེ་གཅིག། གང་ལ་གང་འཚམ་གཅིག་བྱས་ན་ཨེ་ནི་བུ་ཕ་ཁྱིམ་ལ་འགྲོ་བ་ན་ཞིག་ཡོང་གི་རེད། གདིང་དང་ལྡན་པ་དགའ་སྤྲོ་གདིང་དང་ལྡན་པ་བུ་ཕ་ཁྱིམ་ལ་འགྲོ་བ་ན་ཞིག་དགའ་སྤྲོ་གདིང་དང་ལྡན་པ་བྱིན་གྱིས་རློབས། ད་དེ། ལ་རེད་ཏག་ཏག་རེད།

ད་གིན་ཆུ་ཚོད་བཅུ་གཅིག་གི་སྔན་ལ་ཆིབས་ཆུ་ན་ཡར་དེད་དེ་ལང་ཀར་ཏྲེ་ཕིག་གི་རྐྱེན་པས་ཏོགས་གཅིག་གིས་དེ་རྗེས་ལུས་ཐེད་སོང་དེ་མོ་ལ་ཡང་ཕྱག་རྟགས་ཆུན་ཆུན་ཞིག་ཕུལ་འདི་ཚང་ནས་བཅུ་གཉིས་ལ་ཡང་མོ་རང་ཚོང་འདུ་ཅིག་ཡོད་དེ་བཅར་དགོས་ཡོད་གསུང་གི་འདུག་མི་ཚོ Julia Wan དང་རྣམ་པ་ཚོ་ག་འགའི་རྐྱེན་གྱིས་རེད་ང་རང་ཚོ་གྲོང་པ Astoria དེ་ནས Long Island City དེ་ནས Sunnyside Woodside དེ་ག་འགའི་གིས་འོང་དེ་འདྲ་ཐུག་མིན་མོ་རང་ཆགས་དེ་ཡོད་རེད་དེ་འདྲ་གནས་སྐབས་ལ་ཡང་མོ་རང་གསར་དུ

ཧལོ།
ངས་ད་ལྟ་འདིའི་གསུང་བཤད་དེ་ནང་དོན་མདོར་བསྡུས་ཀྱི་བོད་སྐད་ནང་ལས་བསྒྱུར་ཆོག་ཅིག་ཨ་ནི་ཁོ་རང་དང་དུ་ཇུ་ལི་ཡ།